དེ་རིང་ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ཟླ་བ་དང་པོའི་ཕྱི་ཚེས་གཅིག་ཉིན་གནས་མཆོག་རྡོ་རྗེ་གདན་དུ། དབུས་བར་ན་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དང་ཞྭ་ལུ་དགོན་པ། སྤོ་འདྲ་ཆོས་གསུམ། དེ་བཞིན་དགེ་ལུགས་སྨོན་ལམ་ཚོགས་པ་བཅས་ཐུན་མོང་གི་ཐོག་ནས་གོང་ས་རྒྱ་བ་རིན་པོ་ཆེ་མཆོག་ལ་སྒྲོལ་དཀར་ཡེ་ཤེས་འཁོར་ལོ་དགོན་ནས་བརྟན་བཞུགས་བསྟར་འབུལ་གནང་ཡོད་ཅིང། སྐབས་དེ་མགོན་པོ་གང་ཉིད་ཀྱིས། མི་གཅིག་གྱུར་གྱི་འདུ་ཤེས་བཟུང་ནས་ཕན་ཚུན་གཅིག་ཕན་གཅིག་གྲོགས་བྱ་རྒྱུ་དེ་ཧ་ཅང་གལ་ཆེན་པོ་ཡིན་པ་སོགས་ཀྱི་བཀའ་སློབ་བཟང་པོ་བསྩལ་སོང། ཆོས་གྲོགས་རྣམ་པ་ཚོ་ལ་ཡང་ཞུ་ཡག་ལ་ཡག་ཨན་ད་ནས་ཁྱད་པར་ཅན་ད་རྡོ་རྗེ་གཏན་གྱི་ནང་དེ་ལ་ཡག་ཨན་ད་རི།

ད་ཕྱིན་རྗེས་ཡིན་ནའི་ད་དུང་ལོ་བརྒྱ་ཕྲག་རིང་ལ་ཡར་ངེས་འདུག། མཛའ་མོ་ནི་འདི་ང་ལ་ཕན་ཐོགས་ཆེད་དུ་ཡ་གཅིག་གི་ད་ཡོང་ཡག་གསལ་པོ་རེད། ཨེ་ནས་ལྷག་དོན་མཛའ་མོ་ནི་འདི་ག་ལ་གཅིག་རང་ཕྱོགས་དང་གཞན་ཕྱོགས་ཟེར་ཡག་དེ་འདྲའི་གི་ཐོག་ནས་ད་བལྟ་ནའང་ད། ཉེ་བའི་ཆར་ལ་ཡ་ཨུ་རུ་སུ་དང་དེའི་ཁོངས་ཀྱི་ཆེས་གྲངས་ཉུང་མི་རིགས་དེ་ཚོའི་གྲས་ཀྱི་དཀའ་ངལ་ཞེ་བོ་གཅིག་འཕྲད་དུ་འདུག་པ་ཨིན། འཛམ་བུ་གླིང་སྤྱི་ཡོངས་ཀྱི་ཆ་ནས་གཅིག་འཛམ་གླིང་ཤར་ནུབ་དང་ལྷོ་བྱང་དང་དེ་འདྲས་ཀྱི་ཐོག་ནས་ཨ་ནི་ང་ཚོ་དང་ཁྱོད་ཚོ་ཟེར་ཡག་གི་ཀོ། ག་སོག་རེད་བོད་སྐད་བསམ་བློ་འདི་ཤུགས་ཆེན་པོ་ཞིག་སླེབས་དེ་ངས་བྱེད་གི། ང་ཚོ་གསང་རྒྱུག་ནང་ལ་ད་མཐོང་དེ་ཡང་དེ་རེད་ད་འཛམ་བུ་གླིང་ག་ས་ག་ལ་གྱི་མི་གཅིག་རྒྱུག་གི་འདུ་ཤེས་འདི་ཤི་ར་མེད་པ་བྱས། ཨེ་ནི། གཅིག་གི་ལྟ་གྲུབ་འདྲ་མི་འདྲ་དང་ཆོས་ལུགས་འདྲ་མི་འདྲ་དང། ས་ཕུག་གི་གནས་སྟངས་འདྲ་མི་འདྲའི་ཐོག་ནས་ཨེ་ནི་ང་ཚོ་དང་ཁྱེད་ཚོ་ཟེར་བ་དེ་གང་འདྲ་གཅིག་གིས་ཤོག་ཤོག་འདི་བྱེད་དེ་འདི་མཛའ་མོ་འདི་དེ་གང་ལ་དགའ་རོགས་ཤུགས་ཆེན་པོ་རེད་འདུག་བ། ད་དེའི་དེ་རིམ་པས་རིམ་པས་ཀྱི་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཨེ་ནི། མཛའ་མོ་ནི་འདི་གང་གི་མིང། ཅེས་དུང་ཕྱུར་བདུན་བརྒྱད་བཞི་ཡོད་བསྡད་པ་དེ་ཡིད་དེ་ཚ་མོ་ལ། མི་གཅིག་རྒྱུག། ཅིག་ཆགས་བསྡད་དུས། ཨ་ད་དེའི་འདུ་ཤེས་ཀྱི་ཐོག་ནས། ཚ་མོ་ལ་ཐུམ་བུ་གཅིག་བཏགས། གཅིག་གིས་གཅིག་ལ་རོགས་བྱེད་ཡ་གཅིག་གིས་དེ་འདྲའི་གཅིག་གིས་ད། མཛའ་མོ་ལན་ཅིག་ཡོང་ཐུབ་ཡ་གཅིག་གིས། ངས། རེ་བ་དེ་བརྒྱབ་བསྡད་ཀྱི་ཡོད། ང་རའི་ངོས་ནས་ག་ཚོད་ཐུབ་ཐུབ་ཀྱིས་མི་གཅིག་གྱུར་ཡིན་པ་དེ་སྟག་དཔུང་ངས་བཤད་བསྡད་ཀྱི་ཡོད་རེད། ས་དེ་འདྲ་ཡིན་དུས་ད་ལྟ་གང་ལྟར་ད་ངའི་མི་ཚེ་ད་ལྟ་ཕན་ཆ་ལ་ཡེ་ནས་འཛམ་བུ་གླིང་འདི་སྒང་གི་མི་ཚང་མ་བློ་སྐྱེས་པའི་དཀའ་སྡུག་ལ་མའི་ནུ་ཞོས་གསོས་བསྡད་པ་གཅིག་པ་རེད། དང། འཛམ་བུ་གླིང་ནི་འཛམ་བུ་གླིང་གི་མི་མཐོང་རྒྱུ་བདུན་རྒྱས་བརྗོད་འདོད་པ་དེའི་རིགས་ལྷག་མ་ལོ། མེ། འོ་མས། ཡང་ང་ཚོ། སོས་བྱ་བ་གཅིག་པ་ཡིན་དུས་ཚར་ནས། དང། མི་ཚེ་འདིའི་རིང་ལ་ཡང། ང་ཚོ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གིས་གཅིག་ལ་རོགས་བྱེད་ཡ་དང་ཕན་ཐོགས་བྱེད་ཡ་ཞེས་མ་གཏོགས། ང་ཚོ་ཁྱོད་ཚོ་ཟེར་བ་སྐད་ཆ་དེ་མོ་ཁོག་རེད་ཤག་ཤག་དེ་འདྲས་ཡིན་དུས་ངའི་འཛམ་བུ་ནས་ག་ས་ག་ལ་ཡར་ངས་རྟག་པར་མི་གཅིག་རྒྱུག་ཚད་དེ་ཞུ་བཤད་བསྡད་ཀྱི་ཡོད་ད་རི་དེ་ལས་གང་དུ་ད་ཞིག་གི་ཆོས་ལུགས་འདྲ་མེད་འདྲ་ལུང་པ་འདྲ་མེད་འདྲ། ཅེས་ཀྱི། འཛམ་བུ་གླིང་གི་མིའི་མི་རིགས་ཀྱི་ཚུལ་གཞིའི་ཐོག་ནས་བཤད་པ་ཡིན་ནི། འདྲ་མི་འདྲ་འཇོག་རེ་བདེ། ང་ཚོ་ཚང་མ་བློ་བདེ། མི་གཅིག་གྱུར་གྱི་གནས་སྟངས་འདིའི་འོག་ནས་ང་ཚོ་ཚང་མ་བདེ་རུག་རུག་བྱས་བྱས། ཨེ་ནས་ཚང་མ་བློ་ངོ་ནས་དྲ་གནས་ཀྱི་ཅིག་གི་སྤྲོ་སེམས་འཁོལ་བའི་ངང་ནས་བདེ་རུག་རུག་བྱས་འདུག་ས་རེད། ཨེ་ནས་ཚང་མ་བློ། ཞིག་ཡིན། དངོས་གནས་དྲ་གནས་ཀྱི་དཔེ་ལྷག་བསམ་རྩེ་གཅིག་བྱས་ནས་བསྡད་འདུག་ཁོས་བ་དེ་ཐུགས་རྗེ་ཆེ་ཟེར་ནས་ཞུ་གི་ཡིན། ཨན་དེ་ནས་ད་དེར་དེ་བརྟན་བཞུགས་ཕུལ་གནང་མཁན་ཁྱེད་རང་ཚོ། ད་བར་བདག་ཁྲི་རིན་པོ་ཆེས་མཚོན་པའི་ཁྱེད་རང་ཚོ་དེ་ཡི་དེ་གའི་དད་པ་དམ་ཚིག་གཡོ་བ་མེད་པའི་ཐོག་ནས་བརྟན་བཞུགས་གསུངས་བྱས་འདུག་ས་རེད་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན། ཨེ་དེ་ནས་དེ་རིང་འདི་སྤྱི་ལོའི་ལོ་གསར་ཁེལ་དེ་ཡོད་རེད། ཨ་ནི་ལོ་གསར་བ་དེའི་རིང་ལ་ང་ཚོ་ཚང་མ་ལོ། འཛམ་བུ་གླིང་འདི་གང་ལ་ང་ཚོ་དང་ཁྱོད་ཚོ་ཟེར་ཡག་གི་ཐོག་ནས་འཐེན་འཁྱེར་བྱས་ཏེ་ཡིན་རིགས་ད་ལོ་རྙིང་པའི་ནང་ནས་བག་རྫོགས་བ་ལ་ཆ་བཞག་བྱས་ད་ང་ཚོ་ལོ་གསར་བ་དེ་ནང་ལ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ང་ཚོ་གཅིག་གིས་གཅིག་ལ་རོགས་བྱས་བཞིན་མ་གཏོགས་ང་ཚོ་ཁྱོད་ཚོ་ཟེར་ཡག་གི་འཐེན་འཁྱེར་སྐད་ཆ་དེ་མེད་པར་བྱས་ཨ་ནི་ཚང་མ་ལོ་དངོས་གནས་གཅིག་ཡིན། བཟང་པོ་གླིང་འདི། ང་ཚོ་མི་དུང་རྒྱུ་བདུན་བརྒྱད་བྱེད་དུ་འདིའི་འདི་གི། སྤྱི་བའི་འཛམ་བུ་ལས་ཆགས་བསྡད་ཡོད་རེད། ཨེ་ནས། ང་ཚོ་འདིའི་ནང་ལ་ཡ། གངས་མཚོ་དང་ཁྱོད་མཚོ་སུ་བྱས་ནས། ཅེས་ཀྱི་རྩེའི་རྒྱབ་ཡ་ར་བོ། ཤོག་ཤོག་འདྲེ་བྱེད་ཨ་ཀི་གཞི་རྩ་ཁོ་ར་མི་འདུག་ག། ང་རང་ཚོའི་ཅེས་ཀྱི་སངས་རྒྱས་པའི། པའི་ཆོས་པ་ཚོས་སེམས་ཅན་ཐམས་ཅད་གཟིགས་ཀྱི་ཡོད་རེད། ངས་ར་ད། སྲིད་པ་གསུམ་གྱི་ཨེ་ནི་ཚད་མེད་པའི་སེམས་ཅན་ཐམས་ཅད་ལ་ངས་ལ་བསམ་མ་ཐུབ་ནས་འཛམ་བུ་ནི་ད་གའི་ངང་གིས་མི་མཐོང་རྒྱུ་རྒྱུན་སྐྱེ་ཆོས་ལས་ཡིན་ཚང་མ་ལོ་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ང་ཚོ་ཚང་མ་ལོ་གཅིག་གིས་གཅིག་ལ་ཡ་འཆམ་པོ་བྱེད་གཅིག་གིས་གཅིག་ལ་རོགས་བྱེད་ང་ཚོ་དང་ཁྱོད་ཚོ་ཟེར་སྐད་ཅིག་དུ་མོ་ཁོག་བྱེད། དེ་ཞུ་ཉེས་འབྲེལ་བྱུང། དེ་རིང་གི་འགྲོ་ཁ་ཡེ་ཤུས་འཁོར་ལོའི་བརྟན་བཞུགས་དེ་དང་འཕྲད་དེ་གོ་སྒྲིག་ཚོགས་ཆུང་གིས་འདི་ག་བོད་ཀྱི་དུས་བབ་གསར་ཁང་གི་གསར་འགོད་པ་ལ་འདི་ལྟར་འགྲེལ་བརྗོད་གནང་བྱུང། ད་རེས་ང་ཚོ་འདི་གནས་ཕྱོགས་ཐོག་ཚེ་ཐན་ལ་ཨ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གི་ཕྱི་ཟླ་དང་པའི་ཚེས་གཅིག་ཉིན་ལ་ཨ་ནི་བརྟན་བཞུགས་དམ་འབུལ་ཞུ་ཡ་འདིའི་གོ་སྐབས་བཟང་པོ་ཞེ་བོ་ཅིག་ཐོབ་པ་རེད་ཨ་ནི་ང་ཚོའི་དུས་ཚོད་འདི་ཞི་དྲག་གི་སྐལ་བ་བཟང་པོ་ཅིག་རེད། ང་ཚོ་ད་རེས་འདས་བསྟན་ཤོག་གོ་སྒྲིག་བྱེད་ཉེ་ང་ཚོ་ཚོགས་ཁག་གསུམ་ཡོད། ཚོགས་ཁག་དང་པོ་དེ་ཝཱ་ར་ནཱ་སི་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་དང། ཨ་ནི་སློབ་ཟུར། དེ་ཚོགས་པ་གཅིག་རེད། ཨ་ནི་ཚོགས་པ་གཉིས་པ་དེ། ཆོས་སྤྲུལ་སྨོན་ལམ་ཆེན་པོ་དང་དགེ་ལྡན། སྤྱི་ལེ་ཁང་དེ་ཚོགས་པ་གཉིས་པ་དེ་རེད། དེ་ནས་སོག་པོ་གསུམ་པ་དེས་སྤོང་བྲ་བཅུ་གསུམ་བོད་མི་བཞི་ཅག་དང། པའི་ཞྭ་ལུ་གོམ་པ་དེ་ཁོ་ན་ཚོགས་པ་གསུམ་པ་དེ་རེད་ང་ཚོ་དེ་ཚོགས་པ་འདི་གསུམ་པོ་དེ་ཐུན་མོང་གི་ཐོག་ནས་ད་ལོ་བརྟན་བཞུགས་འདི་ང་ཚོ་བརྟན་བཞུགས་བསྟར་འབུལ་ཞུ་ཆོག་ཡ་གི་ཁར་སོག་ར་ཡ་སོག་བཏབ་པ་ནང་བཞིན་གི་ཨ་ནི་བཀའ་གསང་ཐོབ་པ་ཐོབ་པ་ནང་བཞིན་གི་ཨ་ནི་ད་རེས་ང་ཚོ་དུས་ཚོད་བཟང་པོ་དེར་བརྟན་བཞུགས་ཕུལ་ཐུབ་ཡ་གི་ཁར་སོག་ད་དུས་སྐབས་བཟང་པོ་དེ་ཐོབ་པ་རེད། ཟླ་བརྟན་ཤུགས་ཕུད་གོ་ཡ་གི་རྒྱུ་མཚན་རབ་ཏུ་སྐྱབས་མགོན་རྒྱལ་བ་ཐམས་ཅད་མཁྱེན་པ་ཆེན་པོ་མཆོག་སྐུ་ཚེ་ཨ་ནི་ལོ་བརྒྱ་དང་བཅོ་གསུམ་ཉུང་མཐའ་ལ་བཞུགས་ཡས་དེ་ཞལ་གྱིས་བཞེས་ཀྱི་ཡོད་རེད། ཡིན་ན་ཡང། སྐྱབས་མགོན་རིན་པོ་ཆེ་གི་ཐུགས་ཀྱི་དགོངས་པ་དང་ཐུགས་བཞེད་ཡོད་ན་ཡང་མང་ཚོགས་ཀྱི་ངོས་ནས་ཨ་ནི་དེ་ལ་ཡང་སེ་ཡང་སེ་གསོལ་བ་བཏབ་གོ་ཡ་དེ་ད་རང་ཀུན་དགའ་བོའི་དང་སངས་རྒྱས་ཀྱི་གནས་དང་དེ་དང་གཅིག་པ་རེད་བ་གསོལ་བ་མ་བཏབ་ན། ཨ་ནི། ཅིག། གར་སོགས་རེའང། ཐུགས་ཀྱི་ཁོང་པ་ན་ཤིང་གི་ཁྱད་དུ་བཅོག་གསུམ། ཞུ་ཡས་ལ་ཡང་དུས་གཅིག་ཅན་ལ་སོགས་པ་དང་བཅས་རྐྱེན་དང་རྒྱུ་རྐྱེན་མང་པོ་ལ་བརྟེན་ནས་ཡང་རྩི། ཅིག། བར་ཆད་ཡང་ཡས་ཀྱི་ཉེན་ཁ་ཡོད་པ་ཡིན་ཙང་ཨ་ནི་ཡང་སེ་ཡང་སེ་སོགས་བཏབ་དགོས་ཏེ། གལ་ཆེན་པོ་རེད་ཟེར་ནམ་རྒྱུན་ང་ཚོ་གསུང་གི་ཡོད་རེད་པ་དེ་འདྲས་ཡིན་ཙང་ང་ཚོ་ད་ལྟ་དེང་སང་བོད་མིའི་སྤྱི་ཚོགས་ནང་ལ་ད་ཚོ་ག་གེར་དང། ཅིག་མང་པོ་ཅིག་གིས་བརྟན་བཞུགས་རིན་འབབ་སྣ་ཚོགས་ཕུལ་གྱི་ཡོད་རེད་ཕུལ་གྱི་ཡོད་པ་ནང་བཞིན་བྱས་ན་ང་ཚོ་ཡང་བརྟན་བཞུགས་ཕུལ་གོ་ཡ་གི་གནས་སྟངས་རེད་རྒྱུ་མཚན་གཙོ་བོ་དེ་རེད། དེ་བཞིན་དེ་རིང་གོང་ས་རྒྱ་བ་རིན་པོ་ཆེ་མཆོག་གིས་ཕྱི་ལོ་གསར་པ་ལ་འཚམས་གཟིགས་མཛད་ཡོད་པ་མ་ཟད། མགོན་པོ་གང་ཉིད་ཀྱིས་ཕྱི་ལོ་གསར་པ་དེར་ཡང་བསམ་བློ་གསར་པ་ཞིག་སྐྱེ་བའི་ཐོག་ནས་ཕྱོགས་ཞེན་གྱི་འདུ་ཤེས་དོར་ཏེ་ཉེ་རིང་ཆགས་སྡང་མེད་པ་བྱ་རྒྱུ་དེ་ཧ་ཅང་གལ་ཆེན་པོ་ཡིན་པ་སོགས་ཀྱི་བཀའ་སློབ་བཟང་པོ་བསྩལ་སོང། གོང་གནས་ཚུལ་དེ་བོད་ཀྱི་དུས་བབ་གསར་ཁང་གི་གསར་འགོད་པ་དཔལ་ལྡན་དང་བརྙན་ལེན་པ་བསྟན་འཛིན་དཔལ་ལྡན་གཉིས་ཀྱིས་གནས་མཆོག་རྡོ་རྗེ་གདན་ནས་ཕུལ་གྱི་ཡོད།